དེ་ནས་དཀྲུགས་པ་ཟིང་གེ་བཏུལ་ཆེན་རྩ་བའི་རྒྱུད། ཟུར་མང་ནི་མདོ་གསུམ་སྟེ་ཕྱི་མ་ལས། བཀའ་ཉང་བརྒྱུད་འཛིན་མདོར་མའི་བར་ཆེར་ཁྱབ། འདིའི་ནང་དུ་བྱེ་བྲག་ཏུ་སྐར་མ་ག་རྒྱུད་ཀྱི་བརྒྱུད་པ་ཁ་ཤས་ཅིག་བཤད་ཀྱི་འདུག་ཨ་ནི། མ་འོངས་པའི་སངས་རྒྱས་དཀྲུགས་པ་བདེ་གཤེགས་སེང་གེ་ང་རོ་རྒྱལ་བ་སེང་གེ་ང་རོ་གྱི་ངོ་བོར་སངས་རྒྱ་བར་འགྱུར་བའི་སྦྱར་བ་ཀརྨ་བ། ཏུ་གསུམ་བྱིན་པ་ནི་བརྒྱུད་པའི་ཀརྨ་བཀའ་བརྒྱུད་དང། ཀརྨ་ཀུན་གྲངས་རིམ་བྱོན་གྱི་ལྷོ་བརྒྱུད་ལ་སུར་མང་བཀའ་བརྒྱུད་ཟེར་བ་གཅིག་དང་གནས་མདོ་བཀའ་བརྒྱུད་ཟེར་བ་གཅིག་གཉིས་བྱུང་བ་རེད། དེ་ཡིན་ཙང་ཀརྨ་བཀའ་བརྒྱུད་ལ་ཡང་རྩ་བའི་ཀརྨ་བཀའ་བརྒྱུད་གཅིག་ཅེས་དེ་ནས་དེ་ལས་མཆེད་པའི་སུར་མང་བཀའ་བརྒྱུད་དང་གནས་མདོ་བཀའ་བརྒྱུད་ཅེས་ནས་གསུམ་ཡོད་པ་རེད། དེའི་ནང་གི། གསུམ་པ་གནས་མདོ་དགའ་སྐྱོད་ཀྱི་རྒྱུན་འཛིན་གནས་མདོ་དགའ་སྐྱོད་ནས་མཆེད་པའི་ཆུ་ཚོད་དེ་རྙིང་མའི་རྫོགས་ཆེན་དགོན་པ་དང་དཔལ་ཡུལ་དགོན་པ་ལ་སོགས་པ་ལ་ཁྱབ་ནས་གནས་མདོ་དགའ་སྐྱོད་ཀྱི་ཆུ་ཚོད་དེ་མདོ་སྨད་ཡོངས་ལ་ཁྱབ་སོང་བ་རེད། བོད་ལ་མདོ་དབུས་ཁམས་གསུམ་ཡོད་པའི་མདོ་སྨད་དམ་ཡང་ན། མདོ་ཁམས་ཀྱི་ཕྱོགས་སུ་ཁྱབ་སོང་བ་རེད། ཨ་ནེ་ཀརྨ་སྐུ་འཕྲང་ལྔ་བ་དེ་བཞིན་ཞགས་པ་ཀྱི་སློབ་མ། དམའ་སའི་རྟོགས་ལྡན་ཟེར་བ་ཁོང་ལས་སོར་མང་བཀའ་བཀྱོན་བྱས་པ་རེད། ཀརྨ་སྐུ་འཕྲང་བཅོལ་བ་ཆོས་དབྱངས་རྡོ་རྗེ་ཡི་སློབ་མ་ཀརྨ་ཆགས་མེད་ལས་གནས་མདོ་བཀའ་བརྒྱུད་བྱུང་བ་རེད། ཀརྨ་ཆགས་མེད་ཀྱི་བརྒྱུད་པ་འདི་རྙིང་མ་རྙིང་མ་གི་ནང་དུ་ཤུགས་ཆེན་པོ་དར་སོང་བ་དེ་འདྲ་ཅིག་རེད། ཡིན་ཙང་ཀར་མ་ཆགས་མེད་ཀྱི་གསུང་རྩོམ་ཧ་ཅང་མང་པོ་ཅིག་རྙིང་མ་རྣམས་ཀྱིས་རྒྱུད་འཛིན་དང་ཉམས་ལེན་བྱེད་ཀྱི་ཡོད་པ་དེ་འདྲ་ཅིག་རེད། ཁྱད་པར་སྒྲུབ་གཏན་སྣུབས་རེར་སོན་པའི་ཚེ། སྦྱིན་བསྲེག་ལོ་ཙཱ་བསམ་བཞིན་སྤྲུལ་བའི་སྐུ། བསྟན་པའི་སྙིང་མོར་བྱས་པའི་སྣང་བ་བརྡལ། ཚིག་རྐང་དེ་གསུམ་གྱི་གཙོ་བོ་དེ། དེ་ཕྱིས་སུ་བྱུང་བའི་བཀའ་བརྒྱུད་པའི་བསྟན་པ་འཛིན་པའི་བསྟན་འཛིན་བསྟན་འཛིན་གྱི་སྐྱེས་བུ་དམ་པ་སི་ཏུ་ཆོས་རྗེ་འབྱུང་གནས་ཁོང་གི་སྐོར་གསུང་གི་ཡོད་པ་རེད། ཨ་ནི་ཁྱད་པར་སྒྲུབ་བསྟན་འདི་ནི་ཁྱད་པར་དུ་སྒྲུབ་པའི་བསྟན་པ་ཡང་ན་བཀའ་བརྒྱུད་པའི་བསྟན་པ་དེ་ནུབ་རིར་སོན་པའི་ཚེ་ཧ་ཅང་ཉམས་ཆག་བྱུང་བའི་ཚེ་ན། ཉི་མ་ལྟ་བུ་ཡིན་ན་ནུབ་ཀྱི་རི་ལ་ནི་ནུབ་པ་ལ་ཉེ་བ་ན། གང་ལྟར་ག་བརྒྱུད་པའི་བསྟན་པ་ལ་མཉམ་གཞག་བྱེད་པའི་སྐབས་སུ་སྦྱིན་བསྲེག་ལོ་ཙཱ་ཟེར་བ་དེ་མངའ་བདག་ལོ་ཙཱ་བ་བསམ་བཞིན་དུ་དབྱངས་ཅོར་བྱོན་པའི་སྤྲུལ་བའི་སྐུ། སྲིད་དུ་བསྟན་པའི་ཉིན་བྱེད་དམ་ཡང་ན་སྲིད་དུ་ཆོས་ཀྱི་འབྱུང་ནས་ཕེབས་ནས་ག་བརྒྱུད་པའི་བསྟན་པ་དབྱངས་ཅར་ལྟར་ཞིང་རྒྱས་པར་མཛད་པ་རེད། སི་ཏུ་ཆོས་རྗེ་འབྱུང་གནས་ཟེར་བ་ཁོང་སྤྱི་ལོ་དུས་རབས་བཅོ་བརྒྱད་པའི་ནང་དུ་བྱོན་པའི་བོད་ཀྱི་མཁས་པ་ཅིག་ཡིན་པ་དང་དགའ་སྐྱོ་པའི་བསྟན་པ་འཛིན་པའི་བསྟན་འཛིན་གྱི་སྐྱེས་བུ་ཆེན་པོ་ཅིག་རེད། དགུང་ལོ་ཆུང་བའི་སྐབས་ནས་བཟུང་སྟེ་རིག་པའི་གནས་སྣ་ཚོགས་ལ་མཁས་པ་དང་ལྷག་པར་དུ་སྒྲ་རིག་པ་དང། གསོ་བ་རིག་པ། རྩིས་ལ་སོགས་པ་ལ་མཁས་པ་ཆེན་པོ་ཡིན་པ་རེད། ཡིན་ཙང། ཁོང་གིས་རྩོམ་ཁོང་གིས་བརྩམས་པའི་བསྟན་བཅོས་མང་པོ་ཞིག་དེང་སྐབས་བོད་ཀྱི་གྲུབ་མཐའ་རིས་མེད་ཀྱིས་སློབ་དེབ་སློབ་སྦྱོང་བྱེད་ས་གི་གཞིས་ཆགས་དུ་ཡོད་པ་ནི་དེ་འདྲ་ཅིག་རེད། ཁོང་གིས་བོད་ཤར་ཕྱོགས་ཁམས་ཁུལ་གྱི་གཏེར་སྒལ་གྱི་ས་ཆ་རུ་དཔལ་སྤུངས་དགོན་པ་ཟེར་བ་དེ་ཆགས་ཐབས་གནང་ནས་དགའ་སྐྱོ་པའི་བསྟན་པ་ལ་ཕྱག་རྗེས་ཧ་ཅང་ཆེན་པོ་ཅིག་བཞག་གནང་བ་དེ་འདྲ་ཞིག་རེད། སྟག་ཕོ་དགའ་སྐྱོ་གྲུབ་ཐོབ་ས་ཡི་རྡུལ། རྒྱལ་བསྟན་སྐྱི་བསེར་མིང་ཆེ་ཀུན་ལས་འཕགས། མདོར་ན། བཀའ་བརྒྱུད་ཆེ་བཞི་འཕྱོངས་རྒྱས་ལ་སོགས་པ་སྟག་ཕོ་དགའ་སྐྱོའི་གི་བརྒྱུད་པ་འདི་ལ་སྤྲུལ་པ་ཐོབ་པའི་སྐྱེས་བུ་དམ་པ་ས་ཡི་རྡུལ་ལྟ་བུ་ཧ་ཅང་མང་པོ་ཞིག་བྱུང་བ་རེད། སྦྱར་བ་ཤཱཀྱ་ཐུབ་པའི་བསྟན་པ་ཇི་སྲིད་གནས་པ་དེ་སྲིད་དུ་དྭགས་པོ་ལྷ་རྗེ་ནས་བརྒྱུད་པའི་བཀའ་བརྒྱུད་པའི་བསྟན་པ་དེ་ནི་གནས་ཐུབ་པ་དང་སྒྲུབ་པ་ཉམས་ལེན་གྱི་ཕྱོགས་ལ་གྲུབ་མཐའ་གཞན་ལས་ཁྱད་པར་དུ་འཕགས་པ་རེད། དེ་འདྲ་གཅིག་གསུངས་པ་རེད། དེ་ནས་དེ་རིང་གི་སློབ་ཚན་འདི་འདྲ་གཅིག་ནས་མཚམས་བཞག་རྒྱུ་ཆེ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།